རང་བཙན་རང་བཙན། སློབ་གྲྭ་རང་བཙན། རང་བཙན་རང་བཙན། སློབ་གྲྭ་རང་བཙན། དེ་རིང། རྒྱལ་གཅེས་དཔའ་བོ་བློ་བཟང་དཔལ་ལྡན་ནམ་ཡོངས་གྲགས་སུ་སློབ་གྲྭ་རང་བཙན་དམ་པ་དེ་ཉིད་ཀྱིས། རྒྱ་ནག་གུང་ཁྲན་གྱིས་བོད་ལ་འཛིན་པའི་སྲིད་བྱུས་དང། བོད་མི་རིགས་རྩ་མེད་གཏོང་བཞིན་པ་དེའི་ཆེད་དུ། ལས་འགུལ་སྤེལ་གྱི་ཡོད། ཅེས་དང་ང་ཚོ་ཚང་མ་རྡོག་རྩ་གཅིག་ཏུ་བསྒྲིལ་ཏེ་བོད་རང་བཙན་གྱི་ཆེད་དུ་ལས་འགུལ་སྤེལ་དགོས་པའི་ཞལ་ཆེམས་བཞག་སྟེ། ཕྱི་ལོ་ཉིས་སྟོང་གཉིས་ས་ལུགས་ཟླ་བ་བདུན་པའི་ཚེས་གཉིས་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་ནང་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ལས་ཁུངས་ཨ་མའི་མདུན་ཐང་དུ་རང་ལུས་མེར་སྲེག་གིས་སྐུ་གྲོངས་པའི་བདུན་ཚིགས་བདུན་པ་འཁེལ་གྱི་ཡོད། དེར་བརྟེན། བཀའ་སྤྱི་ཐུན་མོང་ནས་གོ་སྒྲིག་བྱས་ཏེ་དཔའ་བོ་དམ་པ་དེ་ཉིད་དང། བོད་ཀྱི་བསྟན་སྲིད་མི་རིགས་ཆེད་ལུས་སྲོག་ལོངས་སྤྱོད་བློས་གཏོང་གནང་མཁན་དཔའ་བོ་དཔའ་མོ་ཚོར་གདུང་སེམས་མཉམ་སྐྱེད་དང། མྱ་ངན་གུས་འདུད། རྒྱ་དམར་གཞུང་གིས་བོད་ལ་འཛིན་པའི་གདུག་རྩུབ་ཀྱི་སྲིད་བྱུས་སྤྱི་དང། ལྷག་པར་དུ་མི་རིགས་མཐུན་སྒྲིལ་ཡར་ཐོན་ལ་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་དེར་ངོ་རྒོལ་མཚོན་ཆེད། མཆོད་འབུལ་སྨོན་ལམ་དང་ཞི་བའི་གོམ་བགྲོད་ཀྱི་ལས་འགུལ་འདི་སྤེལ་རྒྱུ་ཡོད། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་དམ་པ་དེ་ཉིད་ཀྱིས། རང་ལུས་མེ་བསྲེགས་བཏང་བའི་གནས་ཚུལ་ཐོས་མ་ཐག་ཏུ། ཞང་མངའ་རིས་སྐུ་ཚབ་དོན་ཁང་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང་ལྷན་རྫ་བྲག་བྱ་ཐོག་ཚོགས་འདུ་བསྡུ་སྐོང་བྱས་ཏེ། གསར་འགྱུར་བརྒྱུད་ལམ་ཁག་ལ་གནས་ཚུལ་ཁུངས་སྟོང་དང། ཞང་མངའ་རིས་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་ཚུགས་དགོས་པའི་བཀོད་མངགས་བྱས་པ་དང་ཆབས་ཅིག་ཏུ། དགའ་ལྡན་ཕོ་བྲང་ཡིག་ཚང་བརྒྱུད་ལ་དྭགས་སུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ། དམ་པ་དེས་འདྲ་པར་དང་བཅས་རྗེས་འཛིན་ཡོང་བའི་ཐུགས་སྨོན་སྐྱབས་འཇུག་ཞུས་པའི་སྐོར། ཡིག་ཚང་གི་བཀའ་ལན། འབྲེལ་ཡོད་ནང་མིར་བརྡ་སྤྲོད་བྱས་ཡོད་ཅིང། བདེ་སྲུང་བཀའ་བློན་ཀུན་དགའ་བཀྲ་ཤིས་མཆོག་ཉིན་དེའི་མཚན་དཀྱིལ་དུ། བཀའ་ཤག་གི་སྐུ་ཚབ་ཀྱི་ངོ་བོར། བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞི་ཚོགས་ཁང་དུ། ཆེད་ཕེབས་ཀྱིས་གདུང་སེམས་མཉམ་སྐྱེད་གནང་ཡོད། ཕྱི་ཟླ་བདུན་པའི་ཚེས་གསུམ། གཉིས། ད་འདི་རྒྱ་གར་གྱི་དུས་ཚོད་རེད། སྲིད་སྐྱོང་གི་མིང་ཐོག་ནས་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་དུའང། གློ་བ་རང་བཙན་དམ་པ་དེ་ཉིད་ལུས་སྲོག་ལོངས་སྤྱོད་དང་བཅས་པ་བློས་གཏོང་གིས་ཐག་གཅོད་འདི་བྱེད་དགོས་པའི་རྐྱེན་རྩ་ནི། བོད་ནང་དུ་འབྱུང་བཞིན་པའི་མི་རིགས་རྩ་མེད་ཀྱི་སྲིད་བྱུས་དང། སྤྱི་ཟླ་བདུན་པའི་ཚེས་གཅིག་ཉིན་ལག་བསྟར་འགོ་འཛུགས་བྱས་པའི་གདུག་རྩུབ་ཅན་གྱི་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་དེ། དེ་རིགས་རེད་ཅེས་འཁོད་ཡོད་པ་དང་ཉིན་དེར་གཞུང་འབྲེལ་མཆོད་འབུལ་སྨོན་ལམ་ཡང་ཚུགས་ཡོད། རྒྱ་དམར་གཞུང་གིས་གཞིས་ལུས་བོད་མི་ཚོར་མི་རིགས་རྩ་གཏོར་གྱི་སྲིད་ཇུས་རྒྱུན་མཐུད་སྤེལ་བཞིན་པར་རྒྱལ་སྤྱིའི་དོ་སྣང་འདྲེན་ཆེད། ཕྱི་ལོ་ཉིས་སྟོང་དགུ་ནས་བཟུང་བོད་ནང་དུ་ཤེས་རྟོགས་བྱུང་བའི་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ནས་རང་ལུས་མེར་སྲེག་བཏང་སྟེ། འདས་གྲོངས་གྱུར་པ་མི་གྲངས་བརྒྱ་དང་སུམ་ཅུ་སོ་དྲུག་དང་སྐུ་འཚོ་བཞུགས་ཡོད་པ་དགུ། གནས་སྟངས་གསལ་བོ་མེད་པ་བཅུ་གཉིས་བྱུང་ཡོད། བཙན་བྱོལ་ནང། བློ་ཁ་དམ་པ་དེ་གཉིས་ཚུད་པའི་བོད་མི་བཅུ་གཅིག་ནས་རང་ལུས་མེ་སྲེག་བཏང་སྟེ། འདས་གྲོངས་སུ་ཕྱིན་པ་དགུ་དང། སྐུ་འཚོ་བཞུགས་ཡོད་པ་གཉིས་བྱུང་ཡོད། བོད་ཕྱི་ནང་གཉིས་ཀར་རང་ལུས་མེ་སྲེག་གཏོང་མཁན་གྱི་དཔའ་རྒོད་སུ་ཞིག་གིས་ཀྱང་བོད་དང་བོད་མིའི་བདེ་སྡུག་ལ། རྒྱ་དམར་གཞུང་དང་རྒྱལ་སྤྱིའི་དོ་སྣང་འདྲེན་པའི་ཀུན་སློང་བཅངས་ཏེ། སོ་སོའི་མི་ལུས་རིན་པོ་ཆེ་མེར་སྲེག་བཏང་བ་མ་གཏོགས། གཞན་གྱི་ཚེ་སྲོག་དང་རྒྱུ་ནོར་ལ་གནོད་སྐྱོན་གཏང་རིགས་གཏན་ནས་བྱུང་མེད་པས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་བ་དགུ་པའི་ཚེས་བཅུ་ཉིན་གསར་བརྒྱད་ཉིན། དམིགས་བསལ་ཚོགས་ཆེན་ཐོག་རང་ལུས་མེར་སྲེག་གི་ལས་འགུལ་ནི། འཚེ་མེད་ཞི་བའི་ལས་འགུལ་ཚད་མཐོ་ཤོས་སུ་ངོས་འཛིན་བྱས་ཡོད་ལ། བོད་མི་རྣམས་ཀྱིས་སླད་ཕྱིན་སོ་སོའི་ཚེ་སྲོག་ལ་གཅེས་འཛིན་དགོས་པའི་འབོད་སྐུལ་ཞུ་རྒྱུ་ཞེས་གྲོས་ཆོད་བཞག་པ་ལྟར། བོད་མི་ཚོས་མི་སེར་ཧྲིལ་པོ་བོད་བསྟན་སྲིད་མི་རིགས་ལ་ཞབས་འདེགས་ཞུ་རྒྱུའི་ཆོད་སེམས་སྙིང་ལ་བཅངས་ཏེ་འབད་བརྩོན་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད། སློབ་དགའ་རང་བཙན་དམ་པ་དེ་ཉིད་ཀྱི་སྐུ་སྲོག་ཤོར་རྗེས། འཛམ་གླིང་ཡུལ་གྲུ་གང་སར་བོད་མི་དང། བོད་ཀྱི་གྲོགས་པོ་ཚོས་དམ་པ་དེ་ཉིད་ལ་ཡང་རྗེས་དྲན་དང། རྒྱ་དམར་གཞུང་ལ་ངོ་རྒོལ་གྱི་ཞི་བའི་ལས་འགུལ་སྣ་ཚོགས་ཤིག་སྤེལ་དང་སྤེལ་བཞིན་པ་དང། དེ་ལ་གདུང་སེམས་མཉམ་སྐྱེད་དང་རྒྱབ་སྐྱོར་གྱི་རྣམ་པ་ཐོན་དང་ཐོན་བཞིན་པས་ཐོན་བཞིན་པར་གསར་འགྱུར་བརྒྱུད་ལམ་ཁག་ནས་ཀྱང་གནས་ཚུལ་རྒྱ་ཁྱབ་ཏུ་འགོད་སྤེལ་གནང་དང་གནང་བཞིན་པ་བཅས་ལ་སྙིང་ཐག་པ་ནས་རྗེས་སུ་ཡི་རངས་དང་ཐུགས་རྗེ་ཆེ་ཞུ་བཞིན་ཡོད་ལ། རྒྱ་དམར་གཞུང་གིས་བོད་རིགས་བོད་མི་རིགས་རྩ་མེད་གཏོང་བའི་སྲིད་བྱུས་ལ་ངོ་རྒོལ་གྱི་ལས་འགུལ་འདི་རིགས་དུས་དང་རྣམ་པ་ཀུན་ཏུ་གཞིས་བྱེས་བོད་མི་ཐུན་མོང་ནས་སྤྱང་གྲུང་དོལ་པོ་དང་རྣམ་དཔྱོད་རྩལ་སྤྲུགས། གདུང་ཤུགས་གཅིག་སྒྲིལ་གྱི་སྒོ་ནས་གདོང་ལེན་མཐར་སྐྱེལ་བྱེད་དགོས་པ་ཡིན། བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་གི་ངོས་ནས་བོད་དམངས་སྤྱི་འཐུས་ལྷན་ཚོགས་ཀྱིས་སྤྱི་མོས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་རྒྱུ་དངོས་ནས་བོད་དོན་བདེན་མཐའ་གསལ་ཐབས་ཀྱི་སྲིད་བྱུས་རྒྱུན་འཁྱོངས་བྱ་རྒྱུ་དང། རྒྱལ་གཅེས་ལྷག་བསམ་ཅན་ཁོང་རྣམ་པས་རང་ཉིད་ཀྱི་ཡོད་ཚད་བློས་གཏོང་བྱེད་ཕོད་པའི་སྙིང་སྟོབས་སེམས་ཁོང་དུ་བཅུག་སྟེ། ཁོང་རྣམ་པའི་བྱེད་པ་བཅུད་མི་འཛའ་བའི་ཆེད་དུ། འཁུར་འཁྲིའི་ལས་དོན་ཐོག་མུ་མཐུད་འབད་བརྩོན་བྱ་རྒྱུ་དམ་བཅའ་བརྟན་པོ་ཡིན། རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་རྒྱ་ནག་དམར་གཞུང་གིས་མི་རིགས་མཐུན་སྒྲིལ་ཡར་ཐོན་སྐུལ་འདེད་ཀྱི་ཁྲིམས་ཡིག་ཟེར་བ་གཏན་འབེབས་བྱས་དེ། ཕྱི་ལོ་ཉིས་སྟོང་ཉི་ས་དྲུག་ཟླ་བ་བདུན་པའི་ཚེས་གཅིག་ནས་དངོས་སུ་ལག་བསྟར་བྱ་རྒྱུའི་ཉིན་གཉིས་པ་སྟེ། ཕྱི་ཟླ་བདུན་པའི་ཚེས་གཉིས་ཉིན་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་ཁུངས་མདུན་ཐང་དུ་བོད་ཀྱི་རྒྱལ་དར་འཁྱེར་ནས་བོད་རང་དབང་རང་བཙན་གྱི་ཆེད་རྒྱ་ནག་དམར་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་བཏང་ནས་འདས་གྲོངས་སུ་གྱུར་ཏེ་དེ་རིང་དུས་ཚིགས་དུས་བབ་འཁེལ་གྱི་ཡོད་པ་ལྟར། དམ་པ་དེ་ཉིད་དང་བོད་ཕྱི་ནང་གཉིས་སུ་བསྟན་སྲིད་མི་རིགས་ཆེད་ལུས་སྲོག་ལོངས་སྤྱོད་བློས་གཏོང་གནང་མཁན་རྣམ་པར་གུས་བཏུད་ཞུ་རྒྱུ་དང། བཀའ་སྤྱི་ཐུན་མོང་ནས་གོ་སྒྲིག་འོག་དེ་རིང་སྔ་དྲོ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་མཆོད་འབུལ་སྨོན་ལམ་རྒྱ་ཆེ་ཞུས་པ་དང་དེ་རྗེས་ཞི་བའི་གོམ་བགྲོད་ཀྱི་ལས་འགུལ་འདི་ཕེབས་པ་རེད། ཉེ་ཆར་རྒྱལ་གཅེས་དཔའ་བོ་རང་བཙན་བློ་དགའ་དམ་པ་ཁོང་གིས་ཕྱི་ཟླ་བདུན་པའི་ཚེས་གཉིས་ཉིན་རང་ལུས་མེར་བསྲེགས་མ་གནང་བའི་སྔོན་ལ་མཐའ་མའི་ཞལ་ཆེམས་ཀྱི་བརྙན་ཐུང་ནང། རྒྱ་ནག་གུང་ཁྲན་གྱིས་བོད་ལ་འཛིན་པའི་སྲིད་བྱུས་དང་བོད་མི་རིགས་རྩ་མེད་རང་གཏོང་རྒྱུའི་ཆེད་དུ་ལས་འགུལ་སྤེལ་གྱི་ཡོད། དེ་ཡིན་དུས་ད་རེས་ནས་བཟུང་སྟེ་ངས་ག་རེ་ཞུ་ཡི་ཡོད་ཟེར་ན། རྒྱ་ནག་གུང་ཁྲན་གྱིས་བོད་མི་རིགས་ཕྱེད་ཀ་གསུམ་ཟེར་ན་མི་འདུག་བོད་མི་ཡོངས་སུ་རྫོགས་པ་དབྱེ་བ་ཕྱེས་ཡོད་མ་རེད། རྩ་བ་རེ་དང་རྩ་གཅིག་བརྩབས་ཡོད་པ་རེད། མདོ་སྟོད་སྨད་དབུས་གཙང་ཞེས་དབྱེ་བ་ཕྱེས་ཡོད་མ་རེད། གང་ག་ཚབ་ཡོད་རེད་ད་དེའི་རྒྱུ་མཚན་ལ་བལྟས་ནས་ང་ཚོ་གང་ག་བོད་པ་རེད་བོད་རྒྱལ་ཁབ་ཀྱི་ཆེད་དུ་ལས་ཀ་ལས་དགོས་རེད། བོད་མི་རིགས་ཀྱི་ཆེད་དུ་ལས་ཀ་ལས་དགོས་རེད་ད་ལྟ་ང་ཚོ་གང་གཅིག་མི་འདུག་འགྲོ་བ་མིའི་ཐོབ་ཐང་མི་འདུག་སྨྲ་བརྗོད་རང་དབང་མི་འདུག། སྤྱི་ནོར་གོང་གསལ་སྐྱབས་མགོན་ཆེན་པོ་མཆོག་གི་སྐུ་པར་ཞབས་བསྐུལ་རང་དབང་མི་འདུག་གཟི་བདུད་རང་དབང་ཡོངས་སུ་རྫོགས་པ་དེ་ག་རེ་བྱས་ནས་མེད་པ་རེད་བོད་རང་བཙན་ཤོར་བའི་རྒྱུ་མཚན་ལ་བལྟས་ནས་མེད་པ་ཆགས་པ་རེད་རྒྱུ་མཚན་དེ་ཡིན་དུས་ང་ཚོའི་གངས་སྐད་ཉིན་མོ་དེ་རིང་ནས་བཟུང་བོད་གཞུང་ཡིན་ན་རེད་སྤྱི་འཐུས་གྲོས་ཚོགས་ཡིན་ན་ཡང་རེད། བོད་མི་མང་ཡིན་ནའི་རེད། གང་དགའ་རྡོག་རྩ་གཅིག་ཏུ་བསྒྲིལ་ནས་དེ་རིང་ནས་བཟུང་སྟེ་ང་ཚོ་བོད་རྒྱལ་ཁབ་དང་མི་རིགས་འདིའི་ཆེད་དུ་ང་ཚོ་གང་གས་ཕྱག་ལས་གནང་རྒྱུ་དང་རྡོག་རྩ་ཆིག་སྒྲིལ་བྱ་རྒྱུ་དེ་དཔེ་མི་སྲིད་ཀྱི་གལ་ཆེན་པོ་རེད་འདུག་ཅེས་ཞལ་ཆེམས་ནང་གསུངས་པ་བཞིན་དེ་ལྟ་བུའི་བློས་གཏོང་གནང་དགོས་དོན་ནི། རྒྱ་ནག་དམར་གཞུང་གི་གདུག་རྩུབ་ཅན་གྱི་སྲིད་བྱུས་རབ་དང་རིམ་པ་ལག་བསྟར་བྱས་པ་ལ་ཐུག་ཅིང། རྒྱལ་གཅེས་དཔའ་བོ་རང་བཙན་བློ་ཁ་བསྡམས་པའི་རང་ལུས་མེར་སྲེག་གི་བློས་གཏོང་གནང་བ་འདི་ཡིས་མཉམ་འབྲེལ་རྒྱལ་ཚོགས་དང་སྲིད་གཞུང་ཁག་མི་དམངས་བཅས་འཛམ་གླིང་ཡོངས་ལ་བོད་ཀྱི་དཀའ་སྡུག་རྣམས་གསལ་སྟོན་བྱས་ཏེ། རྒྱ་ནག་གཞུང་གི་སྲིད་བྱུས་ལ་གདོང་ལེན་དང་ངོ་རྒོལ་གྱིས་བོད་ཀྱི་ལོ་རྒྱུས་ནང་བོད་མིའི་བདེན་དོན་འཐབ་རྩོད་ཀྱི་ལེའུ་གསར་པ་ཞིག་ཆགས་ཡོད། དེ་རིང་གི་ཉིན་མོ་དེའི་དགྲ་བོ་གྱི་ཆ་མཚོན་པ་ཡིན་ན། ང་རང་ཚོ་ཤ་ཁྲག་གཅིག་པའི་བོད་རིགས་སྤུན་ཟླ། རྒྱལ་གཅེས་དཔའ་བོ་བློ་དགའ་རང་བཙན་ལགས་ཀྱིས། སོ་སོའི་རྒྱལ་ཁབ་དང་མི་རིགས་སོ་སོའི་འཐབ་རྩོད། བོད་རང་བཙན་གྱི་བདེན་དཔང། བོད་རང་བཙན་གྱི་ཆེད་དུ་རང་ལུས་མེ་བསྲེགས་བཏང་རྗེས། དེ་རིང་ཞག་བཞི་བཅུ་ཞེ་དགུ་དེ་འཁོར་ཡོད་རེད། དེ་འདྲའི་ཡིན་དུས་བསམ་པ། དེ་རིང་ངའི་གཙོ་བོ་ཞུ་ཡ་དེས་སྤྱི་བཏང་བྱས་པ་ཡིན་ན། དཔའ་བོ་ཁོང་གིས་སྐར་མ་དྲུག་གི། ཁ་ཆེམས་འདིའི་ནང་ལོགས་ལ། གཙོ་བོ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གུས་བརྩི། དད་པ་དམ་ཚིག་གཙང་མ་ཡོད་པ་ཅིག་དང། ཡང་སྒོས་སུ་ང་རང་ཚོ། ཆོལ་གསུམ་བེ་རི་སྤུན་ཟླ་ཚང་མ་ལོགས་ལ་བརྡ་ལིང་གསལ་པོ་ཅིག་ཡོད་རེད། དེའི་དགེ་བརྡ་ལིང་འདིའི་ནང་ལོགས་ལ། ལོ་ཤས་ནང་ལོགས་ལ་ང་རང་ཚོ་ཚང་མས་མཁྱེན་གསལ་རེད།

ད་ལྟ་བར་དུ་བོད་ནང་ལོགས་ལ་བཞུགས་པའི་བོད་མི་ཚོ་ལ་དམིགས་བསལ་གའི་ལབ་ཡ་མེད་ཡིན་པས་ནས་ང་རང་ཚོ་བཙན་བྱོལ་རང་དབང་ནང་ན་བཞུགས་པའི་བོད་མི་ཚོ་ལ་དུས་བསམ་པ་ང་གཙོས་པའི་ང་རང་ཚོ་བོད་རིགས་སྤུན་ཟླ་ཚང་མ་ལོགས་ལ་དེ་གོ་དགོས་བྱེད་ཀྱི་རེད་དེ་གོ་དགོས་ཀྱི་ཡོད་རེད་དེ་ཉན་དགོས་ཀྱི་རེད་དེ་ཤེས་དགོས་ཀྱི་རེད། རྒྱལ་གཅེས་དཔའ་བོ་ཁོང་གིས་ང་ཚོ་སྲ་མོ་ལོ་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དམངས་འཚོར་གསོལ་རས་གནང་བ་དེས་ང་རང་ཚོ་དགེ་ལྡན་ནང་སྦྱོང་ལ་ནང་སྐོར་ལ་རྒྱ་རུ་རྒྱ་བའི་ཆེད་དུ་མ་རེད། ང་ཚོ་སྲ་མོ་ལོ་ཆོལ་ཁ་གསུམ་གྱི་མི་རིགས་སྲ་མོ་ལོ་ཏོག་གསར་གཅིག་སྒྲིལ་བྱེད་ཆེད་སོ་སོའི་རྒྱལ་ཁབ་ཀྱི་རང་བཙན་སླར་གསོ་བྱེད་ཡ་ཆེད་དུ་ང་ཚོས་ཤུགས་སྐྱོན་ཤོས་ང་ཚོས་འཐབ་རྩོད་བྱེད་ཤོས་དེ་སོང་དེ་ས་མ་ང་ཚོ་སྲ་མོ་ལོ་འདི་སེམས་ལ་བཞག་གི་ཡིན་མེད།

ང་ཚོ་བསམ་བློ་གཅིག་སྒྲིལ་བྱེད་དགོས་རེད་ཚོགས་པ་སྒྲིག་འཛུགས་ག་འདྲའི་རྗེས་མེད་ནས་གཅིག་སྒྲིལ་བྱེད་ཀྱི་ནུས་པ་སྤུངས་དགོས་རེད་ལབ་དུས་བསམ་པ་དེ་རིང་བོད་མི་སྒྲིག་འཛུགས་ཀྱིས་ང་ཚོའི་མ་འཚོགས་ཀ་ཀ་བ་གསུམ་རེད་ད་ནཱ་ཤེས། བཀའ་སྤྱི་གཉིས་ཀྱི་ལས་འགུལ་འདིའི་ནང་ལོགས་ལ་བོད་གཞུང་ལྷན་ཚོགས་ཀྱི་སྒྲིག་འཛུགས་འདིའི་ནང་ལོགས་ལ་འགན་འཁུར་བའི་ཏོག་ནས་ང་རང་ཚོ་དེའི་ཕྱར་གྲུ་མཉམ་འདེགས་གནང་ཆེད་ང་ཚོ་དེའི་ལས་འགུལ་ཚགས་ཚགས་འུར་འུར་གྱིས་བྱས་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས་བྱེད་སྒོ་ལས་འགུལ་དེ་ང་ཚོ་སྤེལ་ཐུབ་པ་བྱུང་དགོས་རེད་དེ་ཚོ་ཁྲོ་ཆགས་ཟིན་པས་ན་གཟི་བརྗིད་རེད་དྲང་པོ་བྱས་པས་ན་ང་རང་ཚོ་བེ་རི་སྤུན་ཟླ་ནང་ལོགས་ལ་རྣམ་གཞག་བརྗོད་འདོད་ནས། ཀྱི་རང་བཙན་རྩོད་ཉེས་ཡིན་པས་ན། ཧ་ལས་མ་སོང་ན་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ཅེ་ཀརྨ་བཙན་གཉིས་རེད་ལབ་ཡིན་ད་ག་ནང་བཞིན་ལོག་བཤད་དང་ཕྱོགས་ཁེངས་བྱེད་དེ་གཉིས་མི་རེད་བསམ་གྱི་ཡོད་རེད། སོ་སོ་རང་ཉིད་གྲོགས་གཅིག་ཆགས་སུ་མེད་ན་ཐུགས་མྱོང་ཡོད། ང་རང་ཚོ་གི་ད་ལྟའི་སྲིད་བྱུས་མིག་ལམ་དེ་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་གིས་བཀག་རེད་ལབ་ནས་མི་མང་ནང་ལོག་ལ་མགོ་སྐོར་མང་པོ་བཏང་གི་འདུག་དེ་དྲང་པོ་དེ་རིང་དེ་གསལ་བོ་ཞུ་ཡ་གཅིག་ལ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དམིགས་ཡུལ་དང་པོ་སྐོར་སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་གསུང་ཅི་འགྲུབ་ཞུ་གི་ཡིན་ལབ་གི་རེད

སྐྱེས་སྐྱེས་དགོས་ཡ་སུ་སུའི་གཞུང་ལ་སུ་སུ་གི་རྩིས་དགོས་ཡ་དེ་ང་ཚོ་བོད་པ་སྐྱེས་པའི་ཆ་ནས་ང་རང་ཚོའི་གཞུང་དེ་གལ་ཆེན་པོ་རེད་ཡིན་པའི་གནད་ང་རང་ཚོའི་སྤྱི་ཚོགས་ནང་ལོག་ལ་ད་ལྟ་བར་དུ་མང་པོ་བྱུང་སོང་ངས་དེ་རིང་འབོད་སྐུལ་ཞུ་ཡ་ལ་སྐད་ཆའི་དཔའ་བོ་རང་བཙན་བློ་དགའ་ལགས་ཀྱིས། ཞེ་ཞེན་བཞག་པའི་སྒོ་ནས་ང་ཚོ་ཚང་མ་ལོག་ཆུ་སུམ་མདོག་ས་གཅིག་སྒྲིལ་བྱས་ནས་སོ་སོའི་རྒྱལ་ཁབ་སླར་གསོ་བྱེད་ཡ་ཐོག་ལ་ང་ཚོའི་ལས་འགུལ་ཆེ་ཕྲ་གསུམ་སོ་སོའི་འཐབ་རྩོད་ཀྱི་ཐོག་ནས་བསམ་བློ་འདྲ་མི་འདྲ་ཡོང་ཆོག་གི་རེད་ལས་འགུལ་འདྲ་མིན་པ་འདྲ་འདྲ་འདྲ་འདྲ་འདྲ་འཕེལ་གི་རེད་འདི་ཚོ་ཐོག་ལ་མཉམ་ཞུགས་བྱེད་དགོས་དེ་ཧང་སང་ཡ་གལ་ཆེན་པོ་རེད་ཤག